བཙན་པོའི་ཕོ་ཉ། དེ་ཡང་བཙན་པོ་སྲོང་བཙན་སྒམ་པོས་རྒྱ་བཟའ་ཀོང་ཇོ་བཙུན་མོར་བསུ་ཆེད། བློན་པོ་རིག་པ་ཅན་མགར་སྟོང་བཙན་རྟ་པ་བརྒྱ་དང་བཅས་པ་བྲང་ཨན་དུ་མངགས། བློན་པོ་མགར་འཁོར་དང་བཅས་པ་བྲང་ཨན་དུ་འབྱོར་བ་ན། དེར་རྒྱ་གར་ཆོས་ཀྱི་རྒྱལ་པོའི་ཕོ་ཉ་དང། གེ་སར་དམག་གི་རྒྱལ་པོའི་ཕོ་ཉ། སྟག་གཟིག་ནོར་གྱི་རྒྱལ་པོའི་ཕོ་ཉ། བ་ད་ཧོར་གྱི་རྒྱལ་པོའི་ཕོ་ཉ་སོགས་ཀྱང་ཀོང་ཇོ་ལོང་བར་སླེབས་ཡོད་པས། རྒྱལ་པོ་ཐང་ཐའི་ཙུང་གིས་ཀོང་ཇོ་སུ་ལ་སྟེར་རྒྱུ་ཐག་གཅོད་དཀའ་བར་གྱུར། མཐར་ས་ཆ་སོ་སོའི་ཕོ་ཉ་རྣམས་ལ་ཉེ་རིང་མེད་པ་བྱ་ཆེད། རིག་པ་འགྲན་ཏེ། རིག་པ་སུ་རྣོ་བ་ལ། ལྷ་གཅིག་ཀོང་ཇོ་སྟེ་བསྒྱུར་ཐག་བཅད། ཐོག་མར་རྒྱལ་པོའི་བླ་གཡུ་བཞག་སྒོར་མོ་བྱ་བ། ཆེ་ཆུང་ནི་ཕུབ་ཆུང་ཚད་ཙམ་པ། བཀྲག་ཆེ་བ། མིག་གཅིག་མཐའ་ན་ཡོད་པ། མིག་གཅིག་དཀྱིལ་ན་ཡོད་པ། ནང་གི་མིག་ཀྱང་ཕུབ་ཀྱི་སྤར་རིམ་ལྟ་བུར་ཡོད་པ་ཞིག་དང། དར་ཡུག་གཅིག་ཕོ་ཉ་རྣམས་ལ་སྤྲད་ནས། སུས་བླ་ཡུར་དར་དེ་བསྒྱུར་ཐུབ་ན། དེར་ཀོང་ཇོ་སྟེར་ཟེར། སྔོན་ལ་བློན་པོ་གཞན་རྣམས་ཀྱིས་གཡུ་དེ་ཁྱེར་ནས། ཐབས་སྣ་ཚོགས་བཏོན་ཏེ་ཉི་མ་མང་པོར་ལག་ཁྲིམས་ཀྱིས་བརྒྱུད་ཀྱང་བསྒྱུར་ཐུབ་མཁན་མ་བྱུང། དེ་ནས་བོད་བློན་རྣམས་ལ་སྤྲད་ནས་བསྒྱུར་རུ་བཅུག། བློན་པོ་མགར་གྱིས་སྔ་ས་ནས་གྲོག་མ་གཅིག་ཟན་དང་འོ་མས་གསོས་ཏེ་ཆེ་བར་སོང་ཡོད། དེའི་སྐེད་པར་དར་སྐུད་བཏགས་ཏེ་གཡུ་མིག་ཏུ་བཅུག་ནས་ཕུ་བཏབ་པས། རླུང་གིས་དེད་ནས་མཐའི་མིང་ནས་ཐོན་ཏེ་རྒྱུ་ཐུབ་པ་བྱུང། དེར་བློན་པོ་གར་གྱིས་སྐོང་ཆོག་གནང་རོགས་ཞུས་པས། ཕོ་ཉ་གཞན་རྣམས་ཀྱིས་ད་དུང་རིག་པ་འདྲེན་དགོས་ཟེར་བས་མ་བྱིན་ནོ། རྒྱལ་པོ་ཐང་ཐའི་ཙུང་གིས་རྒོད་མ་བརྒྱ་དང་རྟེའུ་བརྒྱ་བསྟན་ནས། སུས་རྒོད་མ་མ་བུ་ངོ་ཤེས་སུ་འཇུག་ཐུབ་ན། དེར་ལྷ་གཅིག་ཀོང་ཇོ་སྟེར་ཟེར། ཡང་བློན་པོ་གཞན་རྣམས་ལ་ཐབས་མ་རྙེད། བློན་པོ་མགར་གྱིས་རྟེའུ་རྣམས་ཕྱོགས་གཅིག་ཏུ་བཅུག་ནས་ཞག་མ་གཅིག་གི་རིང་རྩ་བྱིན་ཡང་ཆུ་མ་འབྱིན། དེའི་སང་ཉིན་རྟེའུ་རྣམས་རྒོད་མ་རྣམས་ཀྱི་སར་བཏང་བ་ན། རྟེའུ་རྣམས་ཀྱིས་རང་རང་གི་མ་བཙལ་ནས་འོ་མ་འཐུང་བས་མ་བུ་ངོས་ཟིན་ནོ། ཡང་བློན་པོ་མགར་གྱིས་ཀོང་ཇོ་གནང་རོགས་ཞུས་པས། གཞན་རྣམས་ཀྱིས་ད་དུང་རིག་པ་འདྲེན་དགོས་ཟེར་བས་མ་བྱིན་ནོ། ཡང་ཀོང་ཇོ་ཞིག་ལ་གློ་བུར་དུ་རྔ་བོ་ཆེ་བརྡུངས་པ་དང། རྒྱལ་པོ་ཐང་ཐག་བཙུན་གྱི་ཕོ་ཉ་རྣམས་ཕོ་བྲང་དུ་བུད། བློན་པོ་འགར་དེ་ལ་དོགས་པ་སྐྱེས་ཏེ། ལམ་བར་དུ་སྒོ་རེ་རེ་བཞིན་བརྩིས་ནས་སྟག་རྒྱག་གིན་ཕོ་བྲང་དུ་སོང། རྒྱལ་པོས་ཕོ་ཉ་རྣམས་ལ་སྟོན་མོ་བཤམས་ནས་ཆང་མང་དུ་དྲངས་རྗེས། ནམ་གུང་ལ་ཁྱེད་བློན་པོ་རྣམས་ཕྱིར་ལོག་ལ། རང་རང་གི་ཁང་པ་རྙེད་པ་གྱིས་ཤིག། རང་གི་ཁང་པ་རྙེད་ཐུབ་མཁན་ལ་ཀོང་ཇོ་སྟེར་ཟེར། ཕྱིར་ལོག་པའི་ལམ་བར་དུ་ཕོ་ཉ་གཞན་རྣམས་མགོ་འཐོམས་ནས་རང་རང་གི་ཁང་པ་མ་རྙེད། བློན་པོ་མགར་གྱིས་ཕོ་བྲང་ནས་སྒྲོན་མེ་གཡར་ཏེ། རང་གི་རྟགས་བརྒྱབ་པའི་སྒོ་རྣམས་དེད་ནས་ཕྱིན་པས་ཁང་པ་རྙེད་དོ། རྒྱལ་པོ་ཐང་ཐག་བཙུན་གྱིས་བློན་པོ་མགར་ནི་དེ་འདྲའི་བློ་རིག་བཀྲ་བའི་མི་ཞིག་ཡིན་འདུག་ན། བཙན་པོ་སྲོང་བཙན་སྒམ་པོ་ནི་དེ་བས་ཀྱང་མཁས་མཛངས་ལྡན་པ་ཞིག་ཡིན་ངེས་དགོངས་ནས། ཀོང་ཇོ་བོད་ཀྱི་བཙན་པོ་སྲོང་བཙན་སྒམ་པོའི་བཙུན་མོར་བསྟེར་རྒྱུའི་ཞལ་བཞེས་གནང། དེ་ལྟར་བློན་པོ་མགར་གྱིས་རྒྱ་བཟའ་ཀོང་ཇོ་གདན་དྲངས་ཏེ་བདེ་བླག་ངང་ལྷ་སར་འབྱོར་ཞིང། ལྷ་སྐྱིད་ཀོང་ཇོ་བོད་ཀྱི་བཙན་པོ་སྲོང་བཙན་སྒམ་པོའི་བཙུན་མོར་མངའ་གསོལ་ཏེ། རྒྱ་བོད་མི་རིགས་དབར་གཉེན་སྒྲིག་གི་སྲོལ་ཐོག་མར་མཆིས་སོ།